དབུ་ཆེན་ལྷ་བཞུགས་ཧུ་ཅཱ་ལ་ཀ་ཏི་རི་ར་འདི་གུ་དམ་པདྨའི་སྲས་ཀྱི་སྡེ་ཁུལ་གྱི་རྩོམ་པ་པོ་ནི་ཀ་ཡིན་ཐ། རྫ་ཧོ་ཏྲིལ་ཚང་ཡིན་ཐ། ཧོ་ཏྲིལ་འཇིགས་མེད་ཆོས་ཀྱི་དགོངས་རྫ་ཧོ་ཏྲིལ་རྫ་ཧོ་ཏྲིལ་ཚི་གུང་ནི་འདུག་འདིར་གོ། དམ་པདྨའི་སྲས་ཀྱི་སྡེ་ཁུལ་འདི་དགུ་འདི་རྩོམ་རིག་གཞོན་ཕལ་གྱི་ལོ་རྒྱུས་ནང་འདས་མའི་ངོ་སྤྲོད་དགུ་ནི་རྒྱུ་མཚན་ཞིག་ཡིན་ཟེར་ན་ནང་དོན་གྱི་ཆ་ནས་བཤད་ལ་ཚོར་ཐབས་གོ་འདི་མ་གཞི་སུ་དམ་པའི་ལྷ་ཆོས་ཀྱི་ཕྱོགས་སུ་སྐྱེལ་བ་རེད་ཡང་ན་ཆོས་ལུགས་ཀྱི་ལྟ་བ་ཁྱབ་བསྒྲགས་བྱེད་པ། ཆོས་ལུགས་ཀྱི་དགོངས་དོན་ཟབ་མོ་དེ་རྩོམ་རིག་བརྩམས་ཆོས་ཀྱི་ལམ་ནས་མཚོན་པ་ཟེར་དགོས་ན་ལ་འོ་དེ་དག་ད་རེད་འདྲ་བར་ཀི་འདི་གི་རྩོམ་གཤིས་ཀྱི་ཁྱད་ཆོས་ཀྱི་ཆ་ན་རྩོམ་སྟངས་ཁྱད་ཆོས་ཡང་ན་སྒྱུ་རྩལ་མཚོན་ཐབས་ཀྱི་ཆ་ན་འདི་ན་འོ་ཆོ་མིག་དཔེ་ལྟ་ས་ཟི་ན་ཆོག་གི་སློབ་སྦྱོང་བྱེད་དགོས་ས་ཟི་ག་ཆེ་བཟོ་གི་རྩོམ་ཧ་ཅང་ཡོད་ཀ་རེད་ཁི་གི་ཚིག་ཉམས་འདོན་ཚད་སྙན་ཁི་ཉམས་འདོན་ཚད་ཀི་ལ་ཀ་ན་ཞིག་གི་རྩོམ་ཕུད་དུ་བྱུང་བ་རེད་དེ་ཡིན་པའི་རྒྱུ་མཚན་གྱིས་ཏན་བེད་པ་མེད་ཚད་ཀྱི་འདི་གི་འདི་རྩོམ་རིག་གཞོན་ཕལ་གྱི་ལོ་རྒྱུས་ནང་འདེབས་ནས་ཡིན་དེ་ཟི་ན་ལ།

ཆུང་རིགས་ཐ་སྐོར་རྣམས་མ་གིས་བཟུང་སྟེ་བཏང་ཆུང་ནས་བྷ་གིའི་བསམ་གཏན་ཕུན་ཚོགས་ཀྱི་སྤྲུལ་སྐུ་རུ་ངོས་འཛིན་མཛད། སྤྲུལ་སྐུ་རུ་ངོས་འཛིན་མཛད་པར་མ་བྱས་ལ་ཚེ་ན་ར་ཆས་ཀྱི་ཟིན་ན་འཇིགས་མེད་དགོངས་དག་ནི་སླད། ཆུང་རིགས་ཐ་སྐོར་སྡེ་དགེའི་དགོན་པ་ནས་སློབ་གཉེར་མཛད། དེ་ནས་དཔལ་སྤུངས་དགོན་གྱི་བཤད་གྲྭ་ལ་ཞུགས་ཏེ་བཏང་ཆུང་ནས། དགེ་རྒན་འགས་ལ་ཀ་ཀ་རེད་དགེ་རྒན་མཁན་ཆེན་འོད་ཟེར་གཙོས་བྱས་ཏེ་བཏང་བྱུང་ད་དགེ་རྒན་མང་པོ་ཞིག་བསྟན་པ་རེད་དགེ་རྒན་མང་པོ་ཞིག་བསྟན་ཏེ་བཏང་བྱུང་ནས་ར་ད་གཙོ་བོ་ནང་དོན་རིག་པ་བ་ཞུགས་གཞུང་བཀའ་བོད་ལུང་ང་གཙོས་བྱས་ཏེ་བཏང་བྱུང་ནས་རིག་གནས་བྱེ་བྲག་གཞན་པ་ར་སྦྱོང་བ་མཐར་ཕྱིན་པར་མཛད། དགུང་གྲངས་བཞི་བཅུ་ཙམ་ལ་མ་ཕེབས་པར་བར་དུ་ད་ཅིའི་གོང་ནས་བཤད་དཀོན་ནོ་དགོས་དཔལ་སྤུངས་དགོན་གྱི་སྐུ་ནར་ལ་དེ་དགོན་པ་དེ་ནས་བདག་ལས་ནས་ར་ད་སློབ་གཉེར་བྱེད་པ་དང་ཡང་ན་སློབ་ཁྲིད་བྱེད་པ།

སོང་ཆུང་གི་ཤོག་ཁག་མཚོན་རྒྱུ་ཡིན་ན། འདི་གི་ཀུན་བཟང་ལྷ་མི་བྱེད་ལོང། བྲིས་ཡོད་གི་ཀུན་བཟང་ལྷ་མི་བྱེད་ལོང་རེད་གོ། དེ་ཕྲུ་གུ་ད་དེ་རིང་བོ་ཆེ་འདི་ན་ངོ་སྤྲོད་ཀྱི་སྐུ་ནུ་གི་གཏམ་དཔེ་མི་ཚེ་སྐྱིད་སྡིག་གི་དྲི་ལ། འདི་འདི་གཙོ་བོའི་བདེ་ཐང་ཆུང་ནུ་རེད་སོང་ཆུང་སྤུ་ལ་བདུན་བཞུགས་གི། སྤྱི་ལོ་སྟོང་གཅིག་ར་བརྒྱ་བརྒྱ་ར་བརྒྱ་ཅི་སྐྱབས་ལྡན་གི་ལོ་སྐུ་ཞིག་སོང་ནི་རེད། འདི་ལོ་གི་འདི་རྩོམ་པ་པོ་གི་ལོ་རྒྱུས་རིགས་འདི་རེད། དེ་ལྟ་ན་ད་གཏམ་དཔེ་མི་ཚེ་སྐྱིད་བརྗོད་དོན་མདོར་བསྡུས་ནི་ཇི་ལྟ་བུ་ཞིག་ཡིན་ཟེར་ན་བོ་ཆེ་དོན་ཚན་གཉིས་བར་ལ་གོ་བ་དང་ནི་རེད་ལ།

ཨོ་དེ་རེད། དེ་ལྟར་ན་ད། གནས་སྐབས་ཀྱི་ཁ་ཉིན་གྱི་དྲང་སྲོང་སྟོན་ཀའི་གྲུབ་པ་སྐུ་ནོ་དེ་བྱ་བ་དེ་གི་དེ་དང་ཆུང་ནི་ར་ཆོས་གཟུགས་བརྙན་ནི་དུ་མུ་ཟིག་གྲི་ར་ད་རྒྱུ་ནི་སྐྱོང་མ་ཐུབ་ཟིག་རྒྱུན་སྐྱོང་མ་ཐུབ་བ་དེ་དང་ཆུང་ནི་ར་ཡང་མི་ཐུབ་ཐུ་མི་དོག་གི་ཟིན་བྲིས་དོན་དུ་གཉེར་བ་དང་སྐྱེ་མའི་ཚེ་དེ་ནི་དགའ་འགུར་རུལ་བ་ཟིག་གོ་ནི་རླ། དུ་མུ་གི་ལུས་ལ་བྱ་ལས་ར་སྡོད་དང་ཟིག། དེ་ནི་དུས་ནམ་ཞིག་གི་ཚེ་ཉིན་ཚིག་ཉི་མ་ཟིག་ད་ཆོས་དང་ཐ་ཟིན་ན། འདི་གི།

དེ་དག་ན་བཟའ་བྷ་ཏྲི་སང་གི་བསེ་སྦྲང་མདའ་ཡང་དང་ཡུལ་སྦྲང་གི་གཉན་སྐུ་ནོང་འདི་གཉིས་ཀྱིས་ང་ན་མེ་ཏོག་གི་ཚལ་མི་སྐྱེ་མི་འཚལ་ན། ཕུན་སུམ་ཚོགས་པའི་འཚོ་བ་ལོངས་སུ་སྤྱོད་བཞིན་པའི་སྤྱོད་བཞིན་ཡོད་པའི་སྐབས་སུ། ཆར་བ་ཆེན་པོ་ཞིག་ལ་སྐྱེ་འཆི་དེ་དག་བྱུང་ནས། ཡུལ་སྦྲང་གི་གཉན་དེ་དག་འདི་ཚེ་ལས་འདས་སོང་ནི་ལ། ཚེ་ལས་འདས་བ་དེ་དག་དེ་སྐྱེ་འཆི་དེ་དག་བྱུང་ནས་བསེ་སྦྲང་མདའ་དབྱངས་དེ་དག་འདི་འཁོར་བ་ལ་ངེས་འབྱུང་སྐྱེ་དེ་དག་བྱུང་ནས་ར་ཕྱིའི་དོན་དུ་གཉིས་ལོ་དུ་མོ་གི་གཏམ་རྒྱུད་ཀྱི་སྐོར་རིམ་གཟིགས་སྐོར་བསྒྲིགས་ཡོད་དོ། བཀོད་སྒྲིག་ཡོད་ནང་འཛུགས་སྐྲུན་དང་རྒྱུ་མཚན་ཇི་སྲིད་ཀྱི་ཆེད་དེ་ཡིན་ཟེར་ན་རང་རང་གི་གི་རྒྱུ་རྐྱེན་རྐྱང་རག་མེད་ལ་རྨང་གཞི་འཛིན་སྲོལ་རྐྱང་རག་མེད་ལ་གཞི་འཛིན་ས་རྐྱང་རག་མེད་ལ་དེ་དང་ཆུང་ནས་རེ་ར་འདི་མོ་ཟེར་རྟོག་བཟོ་གི་ལམ་ནས་བརྩམས་པ་ཡིན་ཟེར་ན་མིན་ཟེར་དགོས་གི་འདི་དག་འདི་ངེས་བར་དུ་ལོ་རྒྱུས་ཀྱི་རྒྱབ་ལྗོངས་སུ་ཡོད་ཟེར་དགོས་ནི་རེད་གི་སྙིང་རེ་བོ་ཆེ་ལྷོ་མཐའི་སྔོན་མོ་ནང་འདི་གི་ལོ་རྒྱུས་རྒྱབ་ལྗོངས་བསྐུར་ནས་ཟིན་བྲིས་སུ་བྲིས་ནི་ཡིན་ད་ལྟ་ར་ཆི་ཟེར་ཟེར་ན་རྫ་དཔའ་སྤྲེལ་ཁི་སངས་བཞུགས་སོགས་གཞུགས་ནས

རྡོ་རྗེ་རྒྱ་མཚོ་མཆོད་ཡུལ་སུག་མོ་ར། ས་ཆ་དེ་གི་ཧོན་པོ་གི་སྲིད་གཞི་ར། ཨོར་གི་ཁུལ་གྱི་ཆུང་མ་གཉིས་ཀྱི་ངོས་ན་འཇིག་རྟེན་གྱི་ཕུན་ཚོགས་དང་ཡང་ན་ད་ལྟའི་འཇིག་རྟེན་གྱི་འཚོ་བ་མདོག་འདི་ལོངས་སུ་སྤྱོད་བཞིན་པའི་ཡོད་པའི་སྐབས་སུ། ནད་ཡམས་གཞུང་བདེ་དང་ཆུང་ནེར་ཆང་མ་ཤི་སོང་ནི་རི་མོ། ཆུང་མ་ཤི་བ་དེ་དག་དེ་ལ་སྐྱེ་འཆི་བདེ་དང་ཆུང་ནི་ད་གི་ཧོན་པོ་གི་སྲིད་མ་ཡང་ན་སྐྱེས་པ་དེ་དག་དུ་འཁོར་བ་ལ་ངེས་འབྱུང་སྐྱེས་བདེ་དང་ཆུང་ནི་ད་གི་ཨོ་ཆེ་འདི་གི་སློབ་ཚན་འདི་གི་རྩོམ་པ་པོ་རྫ་བྷ་ཏྲི་རེད་ལ། རྫ་ཁ་ཁྲིག་གི་སྒོམ་རྒྱུག་ཟུར་བ་ཡང་ན་ཨ་རི་ཁྲུན་འབྲུམ་ཟུར་བ་ནི་འོང་དེ་ནི་དེ་འོང་དེ་དང་ཁྱོད་འོང་ད་འོང་འཇིག་རྟེན་འཁོར་བ་ཉུང་ངུ་མེད་གི། དེ་གི་འཇིག་རྟེན་གི་ཕུན་ཚོགས་འདི་དག་གང་དུ་ར་མི་རྟོག་པའི་རང་བཞིན་ཅན་རེད། དེ་དང་ན་ག་གི་ང་ཁྱོད་ཀྱི་འདི་ན་འོང་དེ་དང་ཁྱོད་འོང་ནི་རེད་ར་ད། ཕྱིས་ཀྱི་སྒྲུབ་པ་ཉམས་སུ་ལེན་གྱིས། ཡང་ན་ཆེད་དོན་དེ་ཉེར་བརྒྱད་ཟིན་ན་རེད་ལ། དེ་ཟིན་ཏེ་དང་ཆུང་ལྟར་ཁུ་གུ་ཤ་བ་ཏིག་ནི་རེད། འདི་གུ། ཆོས་ཕྱོགས་སུ་ཞུགས་པ། དེ་གུ། དུ་མོ་གི་ལོ་རྒྱུས་ཏེ། ལོ་རྒྱུས་རྒྱབ་ལྗོངས་ཞེས་ཡོད་ནི་ཡིན་དེ་ཟེར་དགོས་གོ། དེ་དང་ད་ལོར་གྱི་རྒྱབ་ལྗོངས་དང་འབྲེལ་ལས་ཡོང་ན་ཆོག་གི་ཏང་ཡོན་མི་ཚེ་གཅིག་སྡེ་ཁུལ་རེ་འོང་ན་ཆོག་གི་མ་གཞི་བརྗོད་བྱ་གཙོ་བོ་ལ་དཀའ་གི་འཇིག་རྟེན་འཁོར་བ་ལ་མྱོང་བ་མེད་པ་དང་སེམས་པའི་ཕུན་ཚོགས་ནི་མི་རྟག་པའི་རང་བཞིན་ཅན་ཡིན་པ་གཉེན་སྒྲིག་དང་ཁོར་ཡུག་འཛོམས་པ་ནི་འདི་གི་ཚོང་འདུས་མགྲོན་པོ་ལྟ་བུ་ཡིན་པ་འདིའི་མཐུན་འབྲེལ་བ་ཟེར་དགོས་ནི་ལ་དུས་ཀྱི་ཆོས་ཉིད་ཅན་ཡིན་པ་ག་ནས་ལུག་དེ་ལྡོག་ཏུ་གཏན་བདེ་དང་ཆུང་བ་མ་གཞི་གཙོ་བོ་མི་ཐམས་ཅད་ཆོས་ཕྱོགས་སུ་སྐུལ་བ་གི་བརྗོད་བྱའི་བསྟན་དོན་དེ་ལྟ་བུ་དེ་རེད།

ཚེ་འདི་ཕྱི་གཉིས་ཀ་ཕན་པར་མ་བྱས་ལ་ཐར་བ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པ་ལ་ར་མ་གཞི་གཙོ་བོ་ཕྱིའི་དོན་དེ་ཉེར་དགོས་དེ་ལ་བརྟེན་དགོས་དེ་ཚིག་ན་རེ་ལ་དེ་འཆད་ཀྱི་དང་ལྟ་བའི་མི་ཚེ་གཅིག་འདི་ཁུར་འདི་གནང་ན་འདི་གི་དྲང་སྲོང་པདྨ་རྒྱལ་བ་སྐུ་ནོ་དེ་གི་གསལ་བསྒྲགས་མདའ་དབྱངས་ལ་བརྗོད་པའི་ཚུལ་གྱིས་བཤད་པའི་ཚུལ་གྱིས་ཀློག་པ་པོ་ཐམས་ཅད་ལ་བཤད་ཆོག་འདུག་དོན་ཇི་ལྟར་ཟེར་ན་ཕྱིས་ཀྱི་སྒྲུབ་པ་ལྷུར་ལེན་ཡིན་དགོས་འདུག་ལྷན་ཅིག་གི་དང་དབང་རྫོགས་ཞིབ་ཆ་ནས་དེ་ལས་འོངས་ཏེ་དང་ཆ་འོངས་ནས་ར་ཞིབ་ཆ་ནས་ཞེས་དྲག་ནས་ཕྱིས་ཀྱི་སྒོར་ཞུགས་པའི་སྔོན་འགྲོ་གི་རིམ་པ

ཡང་ན་གོ་དཀའ་བའི་རྒྱན། ཕྱོགས་བརྒྱུད་ཀྱི་རྒྱན་ཟེར་དགོས་ན་ལ་དུམ་བུ་མང་པོ་སྣང་ངར་ཧྲིལ་མེད་ཀྱི། ད་ཐབས་བརྒྱ་ཆའི་སྟོང་ཟིན་ན་ཆོག་གི། བ་ཆོས་ནུས་སོགས་ཀྱི་གོ་སླ་བའི་ལམ་གྱིས་བརྩམས་ཡོད་པ། དེའི་ཁྱད་ཆོས་དེ་མཐོང་གི་དེ་ཡན་ཆད་ཀྱི་ད་མངོན་བརྗོད་དང་ད་མྱང་སྣང་ངར་ཧྲིལ་མེད་ཀྱི། དེ་ནི་རྒྱུ་མཚན་གྱི་ཀློག་པ་པོ་ཐམས་ཅད་ཀྱིར་གོ་སླ་བའི་ཁྱད་ཆོས་དེ་གཟིགས་སྟངས་ནི་ལ་དེ་དག་གོ་དེར། ད་རྩོམ་པ་པོ་ཀྱིར་གོ་སླ་བའི་ཁྱད་ཆོས་དེ་བཟོ་དགོས་ན་རྒྱུ་མཚན་ཅི་ཟེར་ཟེར་ན་ཁོས་བརྩམས་ཆོས་འདི་རྩོམ་པའི་སྐབས་སུ་ར་ཏཱ་བའི་མི་ཚེ་ཀྱི་ཟློས་གར་འདི་གོ་འདི་མྱོང་རོལ་བྱེད་མཁན་དང་ཡང་ན་འདི་གློག་འདོན་བྱེད་མཁན།

བ་དྲོ་ན་འདྲིལ་མི་ཆགས་ན་འདྲ་འདྲ་ས་མཚམས་མ་ཁུག་གི། བརྩེ་དུང་དང་ཡང་ན་ཚོར་འདུ་དང་ཤིག་དང་གི་ལ་ཀ་གི་རི་ར་ངུ་མ་དང་ཤི་མ་མི་ཤིག་ན་ལྟ་བ་ཟི་ཀོ་ནི་རི་ལ་དུ་མུ་གུ་ཆ་ཐོན་གྱི་ཡོག་གི་ཟི་ན་དུ་མུ་གུ་ཆ་ཐོན་གྱི་ཡོག་གི། ལ་ལ་ཟི་ཁ་ཐེ་ཚོར་ད་ཀོ། རྩོམ་འདི་དག་ནི་ད་འདི་གི་སེམས་ཀྱི་ཚོར་འདུ་མཚོན་སྟངས་ན་ཆོག་གི་ཚིག་གི་སྡེབ་སྦྱོར་ཡིན་ན་ཆོག་གི་ཉིན་གི་ཉམས་འདོན་སྟངས་གང་ཡིན་སོགས་ཀྱི་ཆ་ནས་བཤད་ལ་ཚོར་ད་ཀོ་ར་ཆི་ཟི་རི་ཟི་ན་བའི་ཐང་ཞིག་གི་བྲིས་བ་ལྟ་བུའི་ཉམས་སྣང་སྐྱེས་པ།

ད་དཔེ་འཇོག་བགྱིས་ན། འདི་ནི་གནའ་ཤུལ་ཀུན་ནོ་འཇིག་རྟེན་གྱི་བྱ་བ་རེད། འདི་ནི་གནའ་ཤུལ་ཀུན་ནོ་ཕོ་མོའི་བར་གྱི་བརྩེ་དུང་རེད། འདི་ནི་གནའ་ཤུལ་ཀུན་ནོ་ཆོས་རེད། དེ་རང་གིས་གང་ལ་སྨིན་ན་དེ་དེ་གཏོང་རྒྱུ་མི་འདི་རང་གིས་སྨིན་བ་མིན་པ་དེ་ད་ཤུལ་བྱ་ཁ་ཅིག་བྱེད་ལེ་ཨོ་འདི་ནི་གནའ་ཤུལ་ཀུན་ནོ་ནང་དོན་ཧ་ཅིར། ཕྱིས་ཀྱི་ལྟ་བ་ཁྱབ་བསྒྲགས་ཀྱི་སྐུ་དགའ། ཡང་ན་ཕྱི་ལུགས་ཀྱི་དགོངས་དོན་ཟབ་མོ་དེ་བཤད་སྐུ་དགའ་ཟེར་ན་རི་ལ་ཏི་ཟིའི་གཏེར་དང་ཆུང་བའི་ཁ་སིམ་མེར་འདི་གི་གཞན་དག་འཇོག་རྒྱུ་དེ་གི་དོན་དག་དེ་མི་བྱུང་བགྱིས་ན་བསམ་ཁྱད་དུ་མོ་ཟིག་རེད། རྒྱུ་མཚན་ཅི་ཟེར་ཟེར་ན། བརྗོད་བྱ་གི་ཐད་ལ་ཁྱོད་རང་གིས་དེ་འདྲ་སྨིན་བ་མིན་ན་རི་རྩོམ་པ་པོ་དེ་གི་བརྗོད་བྱ་དེ་ལོག་ཏུ་མཚོན་སྟངས་ཀྱི་རྣམ་པ་ལ་ཁག་གི་ལྗིད་ཚད་མཚོན་ཐུབ་དང་ཡང་ན་གསུང་སྟངས་ཀྱི་ཁྱད་ཆོས་ཁྲིད་དེ་ཇི་འདྲ་ཞིག་ཡིན་པ། ཇི་འདྲ་ཞིག་ཡིན་པ་དེ་སློབ་སྦྱོང་བྱེད་པའི་ཆེད་དུ་སློབ་གཉེར་བྱེད་པའི་ཆེད་དུ་ཡང་རྩོམ་དེ་གཅིག་བལྟས་ན་ཧྲ་གི་ཚིག་སྦྱོར་དུ་ད་སྐད་ཆ་འདི་ཅི་ག་ཞིག་གོ་ནི་ཡིན་ཟེར་ན། ཅི་ཟེར་ག་ཞིག་ནི་ཡིན་ཟེར་ན། སྔོན་མ་འདི་གི་གཏམ་མི་ཚིག་ཅིག་འདི་ཁུར་ནས་ལྟ་གོ་ལྟ་གོ། སློབ་འབྲིང་ནང་གི་དེ་ནི་སློབ་འབྲིང་ནང་གི་ལྟ་གོ་ལྟ་གོ་ནི་སྐབས་སར་ད་དེ་འདྲ་དེ་འདྲ་ཐོག་མ་ལྟ་གོ་ནི་སྐབས་སུ་རྩོམ་འདི་གི་རྩོམ་ཉམས་ཀྱི་ལ་ཁ་ལྗིད་ཚད་མཚོན་ཐུབ་ཀྱི་ལ་ཁ་རྩོམ་སྟངས་ཁྱད་ཆོས་ཀྱི་ལ་ཁ་མྱོང་རོལ་བྱེད་མ་ཐུབ་ནི་ཨེ་ན་བསམ་ཁྱེད་དུ་མོ་ཟེར་ཧུའེ་ཅག་གི་བཤད་ཀ་དེ་ནི་རེད། ཞེས་སྔ་མ་ཟིན་ན་ཆོག་ག། ཞེས་སྔ་མ་བལྟས་ནས་འོས་གཞི་ཀི་ད་ལྟ་འདོན་མ་སྐྱེལ་རེ་ཁ་སི་མེད་རེ་སྤྱིར་བཏང་དུ་མོའུ་འགི་སྣང་ཚུལ་རང་སྟེང་ནས་རེ་བྱུང་མྱོང་ཟིག། དེ་ཞིག་ནི་སློབ་གྲྭ་ཆེན་མོ་ན་འོང་ནས་ཡང་སྤྱིར་ཐང་ཅིག་བལྟས་ནི་རེད། ཡང་སྤྱིར་ཐང་ཅིག་བལྟས་ནས་བལྟས་རེ་ད་གོ་ད་སྔོན་མ་སློབ་འབྲིང་ནང་བལྟས་ནོ་རེ་ར་སློབ་འབྲིང་ནང་ན་འོ་ནི་ཡོད་པའི་སྐབས་སུ་བལྟས་ནོ་རེ་ར། ད་བར་འདི་གི་སློབ་གྲྭ་ཆེན་མོ་ནང་ཡོང་ནོ་གི་སྐབས་སུ་བལྟས་ནོ་ཟེར་དགོས་ནི་རེ་ལ། དེ་ལ་ག་གི་བལྟས་ནོ་གི་དེ་གི། མྱོང་སྣང་འདྲ་འདྲོན་མི་ཆིག་གི།

རྩོམ་རྩིག་ཏུ་དོན་དེ་དང་འཁྱོངས་ནས་ཡུལ་ལྗོངས་དང་ཁོར་ཡུག་ཞིབ་འབྲི་མཛད་པ་དང་གསལ་བསྒྲགས་མདའ་དབྱངས་དང་ཡུལ་སྒྲུང་དངོས་གཉེར་གཉིས་ཀྱི་ནང་ཞུགས་གནང་གི་སེམས་ཁམས་ལ་སོགས་པ་སེམས་གཤིས་ལ་སོགས་པ་དུད་འགྲོ་སྦྱོར་དུ་གོ་བརྡ་གཙོ་བོའི་གཞུག་གི་དེ་དང་དག་ཁུལ་ཤུལ་ཡོད་ཚད་གང་གི་ལ་བཀའ་བསྒོ་བཏང་ཟིན་ན། རྩོམ་གཤིས་ལ་བཀའ་བསྒོ་བཏང་ཟིན་རྩོམ་རྩིག་གི་ལ་བཀའ་བསྒོ་བཏང་ན་རེད་ལ། ཕྱི་མ་ཡང་དེ་དང་འཁྱོངས་དག་ཁུལ་ཤུལ་གཙོ་བོ་གང་ལ་དོན་དང་བསམ་ཁྱད་ཟེར་བའི་ཟིན་ན་མ་གཞི་གཙོ་བོ་བརྗོད་བྱ་འདི་གི་ཆོས་ལུགས་ཀྱི་བརྗོད་བྱ་དུ་གོ་དུ། གསལ་བསྒྲགས་མདའ་དབྱངས་ལ་བཤད་པའི་ཚུལ་གྱིས་བརྩམས་ཆོས་འདིའི་ནང་གི

དགོངས་དོན་དེ་ཐོག་ཏུ་ཁྱབ་བསྒྲགས་བྱེད་པའམ་ཡང་ན་དགོངས་དོན་དེ་ཁྱབ་བསྒྲགས་བརྗོད་བྱ་ལྟར་དགག་གི་གསེད་བཀྲོལ་བྱེད་པའམ་ཡང་ན་བརྡ་སྤྲོད་པ་ཁོ་ནར་སླ། དེ་ཐོག་ཏུ་ཕྱོགས་ཆོས་བཟང་སྟོང་ལོ་རྒྱུ་མཚན་གྱི་རྩོམ་ཉམས་དུ་འགྱུར་ཞོག་པ་གལ་ཟིག་ཡང་ཤུགས་མ་ཐོན་ནི་ཡིན་ན་བསམ་ཁྱད་དུ་མ་ཟིག་ཡོད།

སྤྱི་ཚོགས་ཀྱི་གནས་བབ་དང་རྩོམ་པ་པོ་གི་བསམ་བློ་ལ་འབྲེལ་བ་དང་ནི་ལ། འདི་གི་མཚོན་དོན་གྱི་བརྩམས་ཆོས་མང་གཟུགས་ཀྱི་འདུ་བྱེད་དབར་ཕྱིན་ཆད་ཅིག་གསེར་རྩོམ་ལྟ་བུར་འབྲི་དགོས་ཐག་གོ། ཡང་ན་འདི་གི་རང་གི་བཤད་པ་ལྟ་བུར་གཏོང་དགོས་ཐག་གོ། འདུ་བྱེད་དབར་བསྡུར་བ་གཟིགས་ཡིད་དང་མཆོང་བ་བཤད་རྩོམ་བཤད་རྩོམ་ཡིན་བཤད་བཤད་རྩོམ་བྲིས། ཡང་ན་བཤད་པ་ལྟ་བུར་གཏོང་ཐུར་ཐག་གོ། འདི་གི་ད་སྔ་མ་གི་བརྩམས་མང་གཟུགས་ཀྱི་ཚིག་སེམས་ལྟར་གོ་བ་མ་ལའང་ཤུགས་བསྟན་ལྟར་གོ་བ་ལ་འགྱུར་བ་འདི་ན་ཆོག་གི། འོ་ཆེ་བསྡུས་བརྗོད་ཀྱི་ལམ་ནས་བསམ་པ་འདི་ན་ཆོག་གི།

དེའི་སྐོར་དུ་དོགས་དང་སྤྲོས་བསྐྱུར་ལ། དེ་སུམ་པ་ལ་ཀཱི་ཀཱི་འདི་ཐང་ཅིག་གཞོལ་བ་གི་སྐབས་ནས་འོ་ཆེ་དང་འདི་གི་རྗེའུ་ལུས་ཀྱི་ཐང་ཅིག་རྩོམ་ཐང་ཁྱད་ཆེ་ངོ་སྤྲོད་ཀྱི་རེད། དེ་ལྟ་ན་ཐོག་མར་འོ་ཆེ་འདི་གི་རྩོམ་པ་པོ་ངོ་སྤྲོད་ལ་དེར། རྩོམ་པ་པོ་ད་ཆ་རྗེའུ་ཀཱི་འཇིམ་མི་ཕུན་སང་ནས་མཐའ་འོ་དེ་ལོ་དེ་རེད། ཁོང་སང་སྤྱི་ལོ་སྟོང་གཅིག་ར་བརྒྱ་བརྒྱ་ར་བཞི་བཅུ་ཞེ་དྲུག་གི་ལོ་དཀར་མཛེས་དབོ་རིགས་རང་སྐྱོང་ཁུལ་སྡེར་དགེའི་ས་ཆ་གི་ནང་གསེས་གི་ཡ་ཆི་ཐང་ཆང་སྐུ་ནུ་ས་ཆ་དེ་ནས་སྐུ་གྲོངས་བ་ཡིན་དེ་ཟིན་ནི་རེད།

དེའི་ཕྱིར། བརྩོན་སེམས་ཆེན་པོའི་རྒྱུ་མཚན། ཆུང་རིགས་ཐ་སྐོར་རྣམ་པ་འགའི་རེ་བ་དང། རིག་གནས་དང་ཡི་གེའི་ལུགས་འདོན་ལ་སོགས་པ་ཡིག་གུ་བདུན་གཉིས་སྐབས་སུ། གྲུབ་འབྲས་གཟིགས་ཀ་མི་སྨོན་པ་ཟིག་ལང་ཡོད། དག་ཤེས་ཁ་ཁྱེར་ཁ་རྩ་སྲིད་ཀྱི་རེད། དགུང་ལོ་བཅུ་གཉིས་ཀྱི་སྟེང་ནས། རབ་ཏུ་རབ་བྱུང་གི་སྡོམ་པ་བཞེས། བཞུགས་གནས་དབུས་ཕྱོགས་ནས་སྐུ་རབས་ཕེབས། གནས་སྐུ་རབས་ཕེབས་ཀུན་ནས་གོ་རིམ་གྱི་ཁྲོད་ནས། དབུས་ཀྱི་ས་ཆ་ནས་ཁེ་བ་མང་བོ་ཏན་ཏན་བཏང་བྱུང་སློབ་གཉེར་ཡང་གང་མང་བྱས་གཟིགས་ད་སློབ་གཉེར་བྱེད་སྒོ་ནི་སྐབས་སུ་སོ་མ་བཞི་གཙོ་བོ་དགེ་རྒན་གྱི་ནང་གི་དགེ་རྒན་གཙོ་བོར་གྱུར་བ་ནི་འཇང་ཡོན་ཁྱད་མཚེས་དགོངས་སུ་ཁོ་ནར་སླད་ཟླ་གཙོ་བོའི་སྡེ་བཏང་བྱུང་དགེ་རྒན་མང་བོ་ཏན་གཟིགས་འཇང་ཡོན་ཁྱད་མཚེས་དགོངས་ཏན་ཏན་བཏང་བྱུང་ནི་བླ་མ་ནང་གི་གཙོ་བོ་རེད་འདི་ཏན་ཏན་བཏང་བྱུང་ད་མདོ་སྔགས་རིག་གནས་དང་བཅས་པ་ཐམས་ཅད་ལ་ད་སྦྱང་བ་གང་ལེགས་སུ་མཛད་དང།

རྡོ་དང་དབྱུག་པ་མ་གཏོགས་པའི་རླུང་དང་རིག་པས་མི་ཕམ་པ། དེ་ཟིག་དེ་དང་ཆུང་དང་མི་ཕམ་དེ་ཟིག་ཨོ་ཁེ། ཕམ་རྒྱུ་མེད་པ་ཟིག་ན་རི་མོ། ཨོ་ད་ཚིག་རྐང་དེ་གཉིས་ཀ་ཁག་གི་ལོ་རྒྱུས་ནང་ན་རེ་ཨོ་ཁེ། རྡོ་དང་དབྱུག་པ་མ་གཏོགས་པའི་རླུང་དང་རིག་པས་མི་ཕམ་པ་ཟིག། ད་རྡོ་དང་དབྱུག་པ་གིས་ཕམ་གི་འཇུག་རྒྱུ་རྣམས་དེ་རླུང་དང་རིག་པ་གི་སྒོ་ནས་ཁོས་རྩོད་པ་ཡིན་ན་བཤད་པ་ཅི་ཟིག་ཡིན་ན་རེ་ར་ཁོས་ཕམ་རྒྱུ་མེད་གཞན་པ་གིས་ཁོས་ཕམ་གི་འཇུག་མི་ཐུག་ཟིག་ཁོ་ན་རི་མོ། རེད་ལ། གཞན་གྱིས་ཁོས་ཕམ་གི་འཇུག་མི་ཐུག་ཟེར་ཏེ་བཏང་ཆོག་ད་མི་ཕམ་ཟིན་འདུག་ཉང་ཏོག་ཏོག་ད་རེད་འདི་ཁས་ཡོང་ནི་ཟེར་གི་འོ་གོ། ཡ་ད་རེད། དེ་དང་ན། འཇིག་མི་ཕམ་གི་སེམས་ཀྱི་སོང་ཚུམ་གྱི་ཤོག་བ། ད། ནང་དོན་རིག་པ། གཙོ་བོའི་དེ་ཧན་ཆིག་གི་ད། འདི་གི་སྒྲ་དང་ཚད་མ་སྙན་ངག་དང་གསོ་བ་རིག་པ། བཟོ་བ་རིག་པ་རྩིས་གཞུང་ལ་སོགས་པ་ད་བསྟན་བྱའི་མང་པོ་མང་པོ་ཞིག་གི་བརྩམས་ཆོས་མང་པོ་ཞིག་གི། ཁོང་ཚང་གི་ཚེ་གང་བོ་རང་བསམ་བློ་གི་བརྩམས་ཆོས་ལ་དཀའ་ན། སྤྱི་བསྡོམས་པའི། སྤོས་སུམ་ཅུ་སོ་གཉིས་ཡོད་སྟངས་ནི་ལ། ད་སྤོས་སུམ་ཅུ་སོ་གཉིས་ཡོད་ནོ་དེར་ཡོངས་རྫོགས་བརྗོད་བྱ་གི་ཆ་ནས་ཚད་བཤད་ན་འགྱུར་གྱི་ན། ད་བདག་གཅིག་ཀུན་ནས་བཤད་སྟངས་དག། ཁ་གི་ནང་དོན་རིག་པ་གི་ཧན་ཆེ་གི་ད་རིག་གནས་ཀྱི་བྱེ་བྲག་གཞན་པར་ཡོད་སྟངས་ནི་རི་མོ། རེད་ལ། དེར་ཡང་འབྲི་གུང་ནས་སྐབས་སུ་ད་ཚིག་སྦྱོར་གི་ཆ་བཤད་ན་འགྱུར་གྱི་ན། ད་ཚིག་སྦྱོར་འཛིན་ལ་ཉམས་འགྱུར་ལྡན་པ་ལུང་དང་རིགས་པས་ལེགས་པར་བྲིས་པ། དེ་འཕྲོ་གི་ད་བརྗོད་བྱ་གི་ཐད་ནས་དགོངས་དོན་རྒྱ་ཆེ་ལ་གཏིང་ཟབ་པ། ལྟ་མོ་ཟུ་རེ་སྟེ་ནུ་རྒྱུ་མཚན་གྱི་འོད་གངས་ཅན་གྱི་རྩོམ་རིག་གི་དབང་ཕྱུག་གི་ཁྲོད་ན་ཁོང་ཚང་གི་བསམ་འཆར་འདིར་ཡོངས་རྫོགས་གོ། ད་ནོར་བུའི་ཕྲེང་བ་ལྟ་བུ་རེ་རིན་ཐང་ཆེན་པོ་ཡོད་པར་ཟིན་ནི་རེད། དེ་རིང་འདི་ན་བོད་ཕྱི་ངོ་སྤྲོད་ཀྱི་ཚིག་ཀུན་ནོ་གི་རྒྱལ་བོ་ལུགས་ཀྱི་རྟེན་གྱི་ས་གཞི་བྱུང་བའི་རྒྱན་ཟིན་ནི་རེད། འདི་ཚོ་ནི་བརྗོད་ཀྱི་ན་འདི་གི། ཁོང་ཚང་གི་སྤྱི་ལོ་སྟོང་གཅིག་ར་བརྒྱ་བརྒྱ་ར་དགུ་བཅུ་གོ་ལྔ་ལོ་ཙམ་ན་གཟིགས་རེད། ད་འདི་ནི་བསྟན་བྱའི་རྣམ་སེམས་གྱི་ལོ་ཚིགས་སུ་བཤད་ནས་ད་བསྟན་བྱའི་རྣམ་སེམས་གྱི་ལོ་ཚིགས་འདུག་འདི་ངེས་བར་དུ་བཤད་དགོས་ནོ་གི་རྒྱུ་མཚན་ཇི་ཟིག་ཡིན་ཟེར་ན། བསྟན་བཅོས་འདི་རྩོམ་རྒྱུ་སྤྱི་ལོ་སྟོང་གཅིག་བརྒྱ་བརྒྱད་རེ་གབ་ཆིག་གོ་ལྔ་ལོ་བརྩམས་ནས་གཟིགས་འཕྲལ་བསྟན་བཅོས་འདི་གི་བརྗོད་བྱ་གི་དོན་གྱི་བླ་ག་གི་ད་བར་གྱི་དུས་རབས་ཉེར་གཅིག་པ་གི་ནང་ལ་བརྗོད་བྱ་གི་དོན་དུ་ཐོག་ཏུ་དབྱིག་ཤངས་འཚམས་པ་ད་བར་དུས་ཕྱིས་དུས་རབས་ཉེར་གཅིག་པ་གི་ནང་ལ་འདིའི་རྒྱལ་བོ་ལུགས་ཀྱི་བསྟན་བཅོས་ནང་གི་བརྗོད་བྱ་སྐོར་ཞིག་དབྱིག་ཤངས་འཚམས་ཀྱི་ཁྲོད་ཀྱི་ཟིན་ནི་ལ་དུས་ཀྱི་ཆ་མང་བོ་གི་ད་འདི་བཤད་དགོས་ནི་རྒྱུ་མཚན་ཅི་ཟེར་ཟེར་ན་འོ་ཆེས་སྔོན་མ་ཆེ་བྱེད་སྟངས་དང་ཟེར་ན་བསྟན་བཅོས་རྣམ་གསུམ་གྱི་ལོ་ཚིགས་བྱེད་སྟངས་དང་དེའི་རིགས་ནི་བསྟན་བཅོས་འདི་གི་བརྗོད་བྱ་དང་དགོངས་དོན་འདི་དག་ཏུ་ད་བར་དེ་རིགས་ཉེར་གཅིག་བར་གྱི་བོད་ཀྱི་སྤྱི་ཚོགས་འཚོ་བ་ནང་ལ་ཧ་ཅང་འཚམ་ན་ཧ་ཅང་མང་བོ་ཡོད་ཀི་ཟེར་ན་ལ། འདིའི་ནང་གི་གནས་རིགས་གང་ཟག་བཤད་ཀྱིས་སུ་དགོས་ནི་གནས་རིགས་གང་ཟག་ངོ་སྤྲོད་བྱེད་ཀྱིས་སུ་དགོས་ནི་ཟེར་ན་ད་འཇིགས་མ་ཕམ་སེང་གི་བསམ་བློ་གི་རྒྱལ་བོ་ལུགས་ཀྱི་བསྟན་བཅོས་འདི་དག་འདི་གི་ཚེ་སྲོག་གི་རྒྱུན་རིང་བ། ཚེ་སྲོག་གི་ཤུགས་རིང་བ་ཟེར་ན་ལ་དེ་དག་ཏུ་ཤེས་ཐུབ་ཀི་འོ་ཆེས་འདི་གི་རྒྱ་སྐད་ཀྱི་བཤད་ན་འདི་ཡང་ཟེར་ན་རེད།

ད་ཡིན་ད་གོ་ད་འདི་གི་ཚེ་སྲོག་གི་སྟོབས་དང་ཡང་ན་ཚེ་སྲོག་གི་ཤུགས་དེ་དག་གི་ཡོད་སྟངས་འདི་རེད། ད་བརྩམས་ཆོས་ཟེར་ག་ཚོན་གྱི་ཡིན་ན་དེ་དག་གི་གལ་ཆེན་ནང་གི་དོན་ཆེན་རེད། ད་བརྩམས་ཆོས་དེ་གི་ཚེ་སྲོག་གི་ཤུགས་རིང་བ་དང་ཚེ་སྲོག་གི་སྟོབས་ཆེ་ཆོག་གི་རྒྱུ་རྐྱེན་ནི་གང་ནས་ཐོན་དགོས་ནོ་ཟེར་ན་གཅིག་བརྗོད་བྱ་གི་ཆ་ནས་ཐོན་དགོས་ནོ། བརྗོད་བྱ་ལ་ཀི་ནས་ལྗིད་ཚད་དགོས་སྟངས་ནི་རི་མོ།

གླང་གི་མེ་ཀ་དང་མཁན་སློབ་པ་པོ་ར་མང་མང་གཟིགས་མེད་སོང་ནི་ལ། དེ་ལྟའི་ཚོང་ར་དག་གོ་ད་བརྩམས་ཆེན་མང་པོ་གཟིགས་བྲིས་ཡོང་ནི་དྲ་བརྩམས་ཆེན་མང་བོ་ནང་གི་གང་གི་གླང་ཚའི་འབབ་ཆགས་གི་ཆོས་ཤོག་གི་སྟོབས་དང་ཚེ་སྲོག་གི་ཤུགས་དེ་དག་གོ་ད་ཕྱིས་སོང་ནི་རི་མོ་ཕྱིས་སོང་ནི་རྒྱུ་མཚན་གི་ལོ་ངོ་མང་གཟིགས་ཀྱི་ར་ང་ལྟ་མཁན་དང་ཀློག་མཁན་ཞིབ་འཇུག་བྱེད་མཁན་མང་བོ་དང་ནི་དེ་མ་གཞི་གཙོ་བོ་བརྗོད་བྱ་གི་ཆ་ནས་བྱུང་ནི་རེད་བརྗོད་བྱ་གི་ཆ་ནས་ད་གིའི་ཞིབ་འཇུག་བྱེད་རིན་དང་ཡང་ན་དུས་སྐབས་སོ་སོ་ལ་འཚམས་པ་ཡང་ན་དུས་སྐབས་དེ་གི་དཔེ་མཚོན་རང་བཞིན་དང་དུས་སྐབས་དེ་གི་བསམ་བློ་གི།